སངས་རྒྱས་པའི་ཆོས་དཔལ་ནཱ་ལེནྡྲ་ལྷག་པར་དུ་དཔལ་ནཱ་ལེནྡྲའི་ཆོས་བརྒྱུད་འདི་ཇི་ཙམ་གྱི་ཐོག་སློབ་སྦྱོང་བྱས་ནས་གསང་གཏམ་མང་ཙམ་བྱུང་པའི་ཚོད་ཀྱིས་ཨོ། ད་འདི་གནད་འགག་ཆེན་པོ་ཞིག་གསུངས་ཤག་འདི་གནད་འགག་ཆེན་པོ་ཞིག་གསུངས་ཤག་དེ་འདྲའི་བཅོམ་ལྡན་འདས་འདི་ཇི་ཙམ་མ་ཞུ་ན་ད་འདི་ད་མི་ཕལ་པ་ཅིག་གི་བསམ་བློ་ཐོག་ནས་བཏང་བ་ཡིན་ནའི་ཨོ་ད་བཅོམ་ལྡན་འདས་འདི་སྔོན་ན་དྲ་གནས་ཀྱི་དཔལ་མཁྱེན་པའི་བདག་ཉིད་བརྩེ་བའི་བདག་ཉིད་སྔོན་ན་རེ་ཤ་ཙམ་དྲན་ཐོས་ཡ་རེ་བྱེད་ཀྱི་ཨེ་ནི་ཀླུ་སྒྲུབ་ཡབ་སྲས་ལ་སོགས་པ་འདིའི་འདི་འདི་གསུངས་འདི་ལ་མ་གཏུགས་སྟེ། ང་ནི་ཞིབ་འཇུག་བྱས། བརྟག་དཔྱད་བྱས། དོགས་པ་བཀོད་བྱས་པ་ཡིན་ན། འདི་དད་པ་འདི་གཏན་མི་གཏན་འདྲ་ཅི་འདུག་ག། ད་དེ་ང་ཚོ་སངས་རྒྱས་པའི་ཆོས་ཀྱིས་དངོས་གནས་དྲང་གནས་ཀྱི་གཞག་རྩི་ཆགས་བསྡད་པ་རེད། ད་ང་རང་ཚོས་གཞག་རྩི་ཡོད་པ་དེ་བེད་སྤྱོད་བྱ་བ་རོགས་ད། དེ་མཐོང་ང། ངས་མ་ད་ངས་དེ། ཁུ་ནུ་བླ་མ། རྒན་རིག་འཛིན་བསྟན་པའི་སྐུ་མདུན་ནས་ངས་དེ། དེ་ཁ་ཟུར་ད། གསུང་ཞུ་མུག་ཆ་ཞུས་ཡོད་རེད། ཨེ།

ཨེ་སོད་ཅིག་མ་ཤེས་ཅིག་ཨེ་འདི་ཞག་པའི་དུག་ཆུ་ནང་གི་རེད་འོ་དེ་སོར་བཞད་ཅིག་ག་ར་ཟོས་ནང་པའི་ཆོས་ཀྱི་ཞིག་གསི་ཡོད་རེད་པ་འདི་ད་ང་ཚོ་ཡར་སྟོན་ཐོག་ཅིག་གོ་ཐུག་ག་རེད་པ་ཤེས་ནང་པའི་ལྷ་ཁང་རེད་ཨེ་ཕ་སི་ཡི་ཤུ་ལྷ་ཁང་རེད་ཚུར་སི་ཏི་ཁ་ཤི་ལྷ་ཁང་རེད་ད་ཅིག་ཆོས་ཀྱི་ད་ཆོས་ཁང་རུ་ཅིག་པ་ཅིག་པའི་སོར་མཐོང་པ་ཡིན་ན་དངོས་གནས་བྱས་ན་ནང་པའི་ཞབས་འདྲེན་རེད་པ་ཤེས་སོང་ང། ཟེར། ནང་པའི་ལྷ་ཁང་སུ་ཡོད་ཟེར་ནས་ད་དེའི་ནང་ནས་ད་དངོས་གནས་དྲང་གནས་ཀྱི་མིའི་གཅིག་གི་རྣམ་དཔྱོད་གོང་ནས་གོང་དུ་སྤེལ་ཡག་ཡོད་བསྡད་པ། འོ་མི་ཚེ་དོན་དུ་བསྡད་པ་ཅིག་ཡོང་ཡག་གི་བསླབ་བྱ་ཡོད་བསྡད་པ་ཅིག་གིས་མཐོང་ཐུབ་ན་ཡག་པོ་འདུག་བ། ད་དེ་ང་རང་ཚོའི་རྒྱུ་ཆ་ནི་ཡོད་རེད་ད་ཡོད་པ་ཁོ་ང་ཚོ་བེད་སྤྱོད་བྱ་བ་རེད། བེད་སྤྱོད་བྱེད་པ་ལ་སོ་སོས་ཤེས་དགོས་རེད་ཅེས་གསུང་བ། གནས་བཤད་གཏོང་ཡང་ལྷ་ཁང་ནང་གནས་བཤད་གཏོང་དེ་ཡང་ཟོར་བྱིས་པས་ད་བྱས། ཨེ་ནས་གནས་བཤད་བྱེད་བྱུང་ཞིབ་ཏུ་བསྟན་ཁུལ་ད།

གསུང་ག་འདྲ་བྱུང་བ་རེད། ང་ལྷ་ཁང་མཐོ་བོའི་མོ་གོ་དམའ་བོའི་མོ་གོ་ཉི་མ་དྲོ་བོ་ཞིག་གོ་ཡོད་གསུང་གི་རེད། ད་ག་འདྲ་ཐུབ་བརྗོད་དགོས། བདེན་པ་བཞི་ལས་བརྩམས་པའི་ཐར་བའི་གོ་འཕང་བྲོ་ཡ་དེ་ཨེ་ནི། སྟོང་ཉིད་ཀྱི་ཟུང་དུ་འཇུག་པའི་ལམ་དེ་ནས་རྣམ་མཁྱེན་རྒྱལ་བའི་གོ་འཕང་བྲོ་ཡ་ཟེར་དེ་འདྲ་ཞིག་གསུང་ཆོག་པས་ནི་ཡག་པོ་རེད་བ། ཨེ། ང་ལྷ་ཁང་ཉི་མ་དྲོ་བོ་ཞིག་གོ་ཡོད་ཟེར་གསུང་པ་ཡིན་ཏེ་བྱབ་ཆུང་ཞིག་འདུག། བྱས་ཙང་ཁ་ཀོས་ཡིད་འོང་བྱབ་ཆུང་དེ་འདྲས་ཀྱིས་ཨེ་ནི་བདེ་གཤེགས་བདག་ལྟར་བསྟབས་པས་ཁྱོད་ནི་བྱབ་རྒྱལ་ངན་སོང་ཞིག་འདུག་བ། ཚེ་འདི་འདྲ་ཡིན་དུས་ག་འདྲ། གཅིག། ག་ཚོགས་རེད། དཀོན་གཉེར་གྱི་ད་ནང་ཆོས་ད་མིང་དཀོན་གཉེར་དང་ནི་འདི་གི་གར་ས་ཤང་ཅི་སི་འདུག། བླ་མ་ཟེར། ག། བླ་མ། བླ་མ། བྱས་ཙང་ག་ད་བླ་མ་སི་ལབ་རྒྱུ་ཙང་ནི་པའི་གོང་མ་གོང་མར་གྱུར་པ་ཅི་རེད། བྱས་ཙང་ག་ད་བླ་མའི་མིང་དོན་མཚུངས་པ་ཅིག་གིས། ནང་ཆོས་འབྲེལ་བཤད་རྒྱབ་ཐུབ་པ་ཅིག་གིས། ནང་ཆོས་འབྲེལ་བཤད་རྒྱབ་དུས།

དེ་འདྲ་ཞོག་ལ་དང་སངས་རྒྱས་པའི་ཆོས་དེ་འདྲ་ཞིག་རེད་མ་གཏོགས། ཆོས་ལུགས་གཞན་དག་ཚོ་ཡག་པོ་དག་རེད་དེ། ཨཱ་ནི། དཀོན་མཆོག་ང་ལ་དད་པ་བྱེད་དཀོན་མཆོག་ང་ལ་དད་པ་མ་བྱེད་ན་གཉའ་ལག་འདྲུག་གུར་དག་ཚོའི་ཞེད་སྣང་འཁོལ་འདུག། དགའ་ར་ཚོས་བོད་པའི་ཆོས་སྤུས་དག་པོ་བཞི་བོ་དེ་ཕུད་རྩིས་བཞག་ཨེ་ཚུལ་ཟེར་བླ་མར་དད་པ་བྱེད་བླ་མར་དད་པ་མ་བྱེད་ན་གཉའ་ལག་འདྲུག་གུར་དག་ཚོའི་ལམ་དག་དེ་གཅིག་པུ་གཅིག་པུར་ཤོད་འདུག་ཤེས་སོང། ས་དེ་འདྲ་ཡིན་དུས་དེ་ཁྱེད་རང་ཚོ་ཡིན་གཅིག་མིན་གཅིག། སློབ་གཉེར་ལ་དོ་སྣང་བྱས། ཨེ་འདི་ནས་ད། རྟ་དབང་དགོན་པ་མ་ཚང་རང་མི་ད་ཡར་རྒྱས་འགྲོ་དང་འགྲོ་བཞིན་པ་རེད་ཤི་ན་ཡག་པོ་རེད་ད། དགོན་ལག་དེ་ཡི་དེ་ནང་ལས་དོ་གལ་ཆེན་པོ་བརྩིས་ནས་ཕྱིན་ཆད་ཡུལ་བ་ཚོ་ལ་ཡང་ཕན་ཐོག་བྱེད་ཐུབ་ཡག་བྱེད་ཀྱི། ཡུལ་བ་ཕན་ཐོག་བྱས་ཏེ་ཞབས་བརྟན་བསྒྲུབ་ནས་ཕན་ཐོག་བྱེད་པ་ཅི་དགོས་མ་རེད་གང་ལྟར་ཡུལ་བ་ཚོ་ཤེས་ཡོན་གྱི་ཐོག་ནས་ད་ཞབས་འདེགས་བསྒྲུབ་ཐུབ་ཡག་བྱེད་ཀྱི་བསམ་བློ་བཏང་པ་ཡིན་ན། ཨེ་ནི་ག་ལི་ག་ལི་ཡུལ་སོ་སོ་སོ་ལ་བསླབ་གྲྭ་འབྲེལ་ཡོང་དགོས་རེད་པ་ད། བསླབ་བྲ་ཡུལ་གྱི་འོད་དང། ཡུལ་སོ་སོ་ལ་ཡང། ཨེ་ནི། བསླབ་བྲའི་ནང་ལ་ཡང། དེའི་སྐོས་ཉིད་དེ་གིས་མ་གཏོགས་བླ་མ་དེ་གིས་བསླབ་བྲའི་ནང་དུ་དབྱངས་གཅིག་ནང་ཆོས་ངོ་སྤྲོད་བྱས་སོ་འདྲེ་ཀོ་ཡུངས་ཐུགས་ལ། ག་ལེ་ག་ལེ་ལ་ཡང། མངལ་ལ་དགོན་པ་རང་གི་ནང་ལོགས་ལ་ཡང། ཅིག་ཚེ་སྲོག་དུས་བཟང། ཅིག། ག་སོགས་བུ་གའི། མངལ་བར་དུས། ཁྱབ་བསྒྲགས་འཇོག་བཞིན་ནི། ད། ཟླ་བ་འདི། ཨེ་ནི། ཟླ་བ་འདི་ནས་བཟུང་ཅིག་ཨེ་ནི་ཚེ་བཟང་དུས་བཟང་ལ་ཡང། ནང་ཆོས་ངོ་སྤྲོད་བྱས། ཡིན། བྱས་ནས་མངལ་བར་གསལ་བསྒྲགས་རེ་བྱས། ཨེ་དེ་ནས་དུ། ཨེ་ནི་མི་ཡོང་པའི་ཁ་ཐུག་རེད་ཡ་ཨེ་ནི་ནང་ཆོས་མ་ངོ་སྤྲོད་བྱས་ག་ལེ་ག་ལེ་འདི་བ་ཡག་པོ་ཆོ་མ་ཡིན་ན་ཨེ་ནི་ལབ་དྲ་སུ་ན་ལོག་ལེ། ནང་ཆོས་ངོ་སྤྲོད་བྱས་རེ་ཁོ་ཡོང་ཐུག་གུ་ར་བྱ་དེ་འདྲ་ཡིན་དུས་ཨོ་དེ་ཁྱང་ཚོ་བའི་སེམས་ཤུགས་སྐྱེ་བོ་འདྲ་ཤེས་སོང་བ་ཧུ་ཐག་ཆོད་ཨ། ཡང་ཧི་མ་ལ་ཡའི་རི་རྒྱུད་ཚང་བ་ལོག་མིན་ཡར་རྒྱས་འགྲོ་བསྡད་ཀྱི་འདུག་ཨེ་ནི་མོན་ལ་ཆ་བཞག་ནས་དེ་དེ་བཞིན་བྱས། ཨོ། ཁྱང་ཚོ་སེམས་ཤུགས་སྐྱེ་བོ་རེད།